དར་ཆ་བཅོ་བརྒྱད་ཡིན་རིང་མི་ལུས་རྟེན་བཟང་ཕུབ་པ་དེ་ནས་པར་ནིས་སྤེལ་ཁ་དེ་ནས་འཆི་བ་མི་རྟག་པའི་སྐོར་དང་དེ་ཚུགས་ཅིག་བཤད་དེ་ཡོད་ད་དེ་མདོར་བསྡུས་ཏེ་ད་སྤྱི་ཚོགས་དང་མཐུན་ཕེབས་སྒོ་ནས་དེ་ཚུགས་ཅིག་མདོར་བསྡུས་ཤིག་བཤད་དེ་ཡོད་དེ་ཚུགས་ཀྱི་ནང་སྙན་པོ་དང་ང་ཚོ་དར་ཆ་བཅོ་བརྒྱད་ལྡན་པའི་མི་གི་ལུས་རྟེན་བཟང་ཕུབ་པ་དེ་ནས་ང་དང་ད་ཅིག་མི་ལུས་བཟང་ཕུབ་པ་ཞིག་ཐོབ་དེ་ཡིན་ཚུགས་དེ་ཚུགས་ཀྱི་ནང་སྙན་པོ་འདི་མདོར་སྨད་དབང་དུ་མ་འགྲོ་བ་ཞིག་དོན་དང་ལྡན་པ་ཞིག་བཅུ་དགུ་ཤ་ཟུར་མ་ནི་དགག་ཆེན་མོ་ཞིག་ཡིན་པའི་སྐོར་དགོངས་དོན་ཞུས་དེ་ཡོད་དེ་ཚུགས་ཅིག་ཡིན་ནམ་ཚང་མས་ཐུགས་ཁ་འབོར་ཟེར་རེ་བ་ཞུ་ཆ་དང། དེ་ནས་འཆི་བ་མེད་ན་ང་དང་བདག་བཅུ་བཅོ་བརྒྱད་དང་ལྡན་པའི་ལུས་ལྡན་བཟང་པོ་བོ་དེ་ནས་ང་དང་ཡང་སྐད་ཅིག་སྐད་ཅིག་འཇིག་འགྲོ་ཞེས་བརྟག་པ་བརྟན་པོ་ཅི་ཡང་མེད་པར་འདུ་བྱེད་ཀྱི་ཆོས་ཟེར་ནས། ལྟ་བ་བཀའ་གཏེར་གྱི་ཕྱག་རྒྱ་བཞི་སྣང་ལ་འདུས་བྱས་ཐམས་ཅད་མི་རྟག་པ་ཟག་བཅས་ཐམས་ཅད་སྡུག་བསྔལ་བ་ཆོས་རྣམས་སྟོང་ཞིང་བདག་མེད་པ་མྱ་ངན་ལས་འདས་པའི་ཞི་བའོ་ཟེར་ནས་གསུངས་པ་ནང་བཞིན་གྱི་དེ་འདུས་བྱས་ཐམས་ཅད་མི་རྟག་པ་རང་བཞིན་འདི་ཅག་ང་དང་བདག་བཅུ་བཅོ་བརྒྱད་ནས་ལྡན་པའི་ལུས་ལྡན་བཟང་པོ་བོ་སྐད་ཅིག་སྐད་ཅིག་འཇིག་འགྲོ་ཞེས་བརྟག་པ་བརྟན་པོ་ཅི་ཡང་མེད་དེ་གཟུགས་དེ་གཟུགས་ཅིག་ཡིན་ན་སྙམ་པོ་དེའོ་དེ་ནས་ང་དང་དོར་མའི་དབང་དུ། མ་འགྲོལ་བ་ཞིག་དོ་སྣང་ལྡན་པའི་སྒོ་ནས་དེ་ནི་ང་དང་དམ་པའི་ཆོས་བཟང་པོ་ཞེས་པའི་དང་གཙོ་འབྱིན་ཆོས་ཏེ་གྲུ་གུ་ཆོས་རྣམས་ཀྱང་ང་དང་མི་འཚེ་བར་སེམས་ཞི་བར་གནས་པ་དང་ཚེ་ཕྱི་མ་ཡིན་ན་ཡང་ང་དང་གཅིག་གི་དོ་སྣང་ལྡན་པ་ཡོང་བྱ་ཚེ་ད་ལྟ་ཡིན་ན་ཡང་སྐྱིད་པའི་ཉི་མ་ཤར་ཕྱིན་དགའ་བའི་དོན་དུ་སྒྲིག་ཆ་ཟེར་རྒྱུ་གལ་ཆེན་ཡོང་སྐབས་ང་དང་ཨ་ཕྱིས་འཇིག་རྟེན་གྱི་རྒྱུ་ནོར་ལོངས་སྤྱོད་དཔལ་འབྱོར་ཙམ་གྱིས་ང་དང་ཨའི་འབད་རྩོལ་དང་བརྩོན་འགྲུས་ཙམ་གྱིས་སྤྱོད་ན་ཡང་གནས་སྐབས་ཙམ་གྱི་བདེ་བ་མ་གཏོགས་མཐར་ཐུག་གི་བདེ་བ་བཏང་ཐུབ་བྱ་ས་ག་ལ་ག་སོགས་བོད་སྐད་དེ་ཚོ་ཅི་ཡིན་ནམ་སྙམ་པོ་འདིའི་འོག་ཏུ་ནི་ང་དང་ཨའི་མཐར་ཐུག་གི་བདེ་བའི་གྱི་ད་ས་བོན་རྫོགས་པ་དམ་པའི་ཆོས་ཡིན་ཚོགས་དེ་ཚོ་ཡོད་ན་བྱེད་པོ་དེ་སྔ་སེམས་བཟང་ཅན་ཅིག་གི་བྱ་བ་གང་འགྲུལ་དགུ་ཤར་དུ་མ་ནི་ག་ལ་ཆེན་པོ་ཡིན་ཚོགས་ཟིན་ནས་མདོར་བསྡུས་ཤིག་ཅིག་ཞུ་བྱ་ཟིན་ད་དེ་གོང་དུ་ཡང་དེ་ལྟ་བ་དར་ཆོས་གཉིས་ཀ་བ་འཆི་བ་མི་རྟག་པའི་སྐོར་དེ་ཚོ་དེ་བཤད་དེ་ཡོད་ད་དེ་རིང་པོ་དེ་ནས་ལས་འབྲས་སྐོར་དེ་བ་བཤད་བྱ་དར་ཆོས་ལུས་རྟེན་ཡོད་པར་བྱས་པའི་དེ་ཕྱིའི་ལས་རྒྱུ་འབྲས་ལ་བསམ་པ་དེ་ནང་ད་ལས་འབྲས་སྐོར་ལ་ད་མ་ལས་རྒྱུ་འབྲས་སྐོར་ལ་ཚེ་འབིག་མདོར་བསྡུས་ཤིག། ཤེས་ནས་སམ། དེ་ཚོ་གི་ནང་གཉན་པོ་ལས་འབྲས་སེར་ཡང་གཉོམ་པོ་དང་ང་དང་ལའི་དག་ས་བོ་ང་དང་ལ་འདབ་ཆུ་བཅོ་བརྒྱད་ནང་ལྡན་པའི་གི་ལུས་རྟེན་བཟང་སྤོ་བོ་དེ་ཐོབ་བམ་འགྲོ་དེ་ནི་ང་དང་ལ། ཅིག་གི་ཚེ་སྔོན་མ་སྐལ་པ་དམངས་སྤོ་ཞིག་གི་ཚོགས་བསོད་ནམས་བསགས་པའི་ས་བོན་བཟང་སྤོ་བོ་དེ་དག་ས་ང་དང་ལ་དྲིལ་བུ་བཟང་སྤོ་བོ་སྨིན་འདོད་འཛུགས་དེ་ཚོ་གི་ནང་གཉན་པོ་དེ་གཟུགས་བྱས་དེ་ནི་ང་དང་ལ་རྒྱལ་བ་བསྒྲུབ་བྱ། དེ་ཚོ་མི་ལུས་བཟང་སྤོ་ཐོབ་བྱ། མཚན་ལྡན་གྱི་བླ་མ་དང་སྦྱར་བྱ། སངས་རྒྱས་བསྟན་པ་དང་སྦྱར་བྱ། དེ་ཚོ་ཚུར་མཇལ་བ་ཙམ་མ་ཡིན་པར་ཚེ་ད་ལྟ་ཡིན་ན་ཡང་ང་དང་དམ་པའི་ཆོས་བཞིན་དུ་འགྲུབ་ཆོས་ལམ་དུ་འགྲོ་ལམ་ཁྲོད་འཁྲུལ་པ་ཡེ་ཤེས་སུ་ཐར་ཐུབ་ཀྱང་རང་རིག་ཡེ་ཤེས་ཆོས་སྐུ་སྟོང་པ་ཉིད་ཀྱི་རང་བབ་རང་སེམས་ཆོས་སྐུ་དར་ཅིག་རང་རིག་ཡེ་ཤེས་རྟོགས་ཐུབ་ཅེས་ཞེས་རྒྱུ་རྐྱེན་བཟང་པོ་ཞིག་ག་གཱ་ཐོབ་ཟེར་བསྟན་འདུག་དེ་རང་གི་བེད་སྤྱོད་དང་བརྩོན་འགྲུས་ཆོས་སུ་གོ་དགོས་ཞེས་སོགས་ང་དང་འགན་ཁུར་བྱེད་མཁན་ཚོ་དེ་བུ་གཅིག་འདུག་ཞུས་ན་ང་དང། ལས་བཟང་པོ་བསགས་པའི་ས་བོན་པོ་དེ་ང་དང་གཅིག་གི་དར་ཅིག་བཅོ་བརྒྱད་དང་ལྡན་པའི་ལུས་རྟེན་བཟང་པོ་ཞིག་ཐོབ་དེ་ཡིན་འདུག་དེ་གཟུགས་ཅིག་ཡོད་ན་སྙམ་པོ་ཆ་ཚང་གིས་དེ་ན་ང་དང་ལུས་རྟེན་བཟང་པོ་པོ་ཐོབ་ཆགས་པོ་དཀའ་མོ་ཡིན་པ་ཐོབ་བདེ་བར་དུ་དོན་མེད་དབང་དུ་མི་འགྲོ་བར་དོན་དང་ལྡན་པའི་ལམ་བཟང་པོ་པོ་དེ་དམ་པའི་ཆོས་ཡིན་འདུག་དེ་ནས་འཚེ་བ་མེད་པའི་ལ་ཞིག་བཅོལ་དུ་འགྲོ་དགོས་ཤགས་པ་ང་དང་ཚང་མས་འགན་ཁུར་ཅིག་ཡིན་འདུག་ཟེར་ནས་རེ་བ་ཞུ་ཆགས་ཟིན།

རྡག་ས་རྡི་ག་དེ་ནི་ང་དང་མི་ལུས་བཟང་པོ་ཞིག་ཐོབ་དངོས་གནས་འདི་ཡི་ཐོབ་བྱར་ཚུལ་ང་དང་ད་ལྟ་བརྗོད་བཅོ་བརྒྱད་ནས་འདས་པའི་ལུས་རྟེན་བཟང་པོའི་སྐོར་ནས་མ་ཞིག་ཞུས་པ་ཞིག་གིས་ན་དངོས་གནས་གོ་རྒྱུའི་དཔེ་འབྲང་ཚུལ་དུ་གསུངས་རྒྱུ་ཁོ་ནས་སྙན་པ་བཀའ་ཟུར་ཟེར་ན་ད་མི་འདུག་ད་བརྗོད་བཅོ་བརྒྱད་འདིར་ལུས་རྟེན་བཟང་པོ་ཐོབ་བྱར་ཉི་མའི་སྐར་མ་ཙམ་ཞིག་ཡིན་ཁོ་མ་ནི་ཐོབ་དཀའ་མོ་ཡིན་ཚུལ་དེ་གཟུགས་ཀྱི་མིའི་ལུས་རྟེན་ཙམ་ཐོབ་པ་ཙམ་ཞིག་གི་འགྲིག་ཆ་ཅང་མེད་བསྟན་ཚུལ་དེ་ཚོ་ཡང་ཡང་ང་དང་ནང་པ་སངས་རྒྱས་པའི་མཚན་ལྡན་ཅིག་གིས་ད་སྟོན་པའི་རྗེས་སུ་བཅུག་པའི་རྗེས་འཇུག་གི་ཅི་ལ་ཅིག་ཅིག་ང་དང་ཅིག་ནང་པ་སངས་རྒྱས་པའི་གིས་དེ་ནས་ཅིག་གིས་ད། ཅིག་གིས་མིའི་མི་ལུས་དར་ཆུ་བཅོ་བརྒྱད་དང་ལྡན་པའི་ལུས་རྟེན་བཟང་པོ་རེ་ནི། མི་དར་བ་བརྒྱད་མ་དང་ནི་དར་བ་བརྒྱད་དང་ལྡན་རང་འབྱོར་ལྔ་གཞན་འབྱོར་ལྔ་ལྡན་པའི་དར་ཆུ་བཅོ་བརྒྱད་ལྡན་པའི་ལུས་རྟེན་བཟང་པོ་ཞིག་ཐོབ་དགོས་པའི་བཀའ་བདེ་གཟུགས་ཅིག་མཚན་ཉིད་ཅིག་མ་ཚང་ན་དེ་ན་ང་དང་མི་ནང་པ་སངས་རྒྱས་པའི་ཀྱི་མཚན་ལྡན་ཅིག་གི་ཕྱག་ཆ་ལ་དཀའ་ལས་ཁག་དཀོན་པའི་བདེ་གཟུགས་ཅིག་ཐོབ་བདེ་བའི་སྐབས་དེ་ལ་དེ་ན་ང་དང་ཚང་མས་དེ་ན་ང་དང་འདིའི་ལུས་དངོས་ལུས་ངག་ཡིད་གསུམ་ལ་མི་དགེ་བའི་ལས་ལ་འཇུག་མི་ཆོག་ཚེ་དུས་རྒྱུན་ཆད་མེད་པར་དགེ་བའི་ལམ་ལ་འཇུག་ཚུགས་བྱ་ཚེ་འབད་རྩོལ་དང་བརྩོན་འགྲུས་གནང་དགོས་ཤེས་སོ་དེ་ན་ང་དང་ཡི་གལ་ཆེན་མོ་ཅིག་ཡིན་ཚུལ།

སྡུག་བསྔལ་དཔག་ཏུ་མེད་པ་བྱུང་གང། ལས་ངན་དཔའ་སྤྱོད་ཡིན་ན། ཅེས་ཐོག་ག་འཇིག་རྟེན་གྱི་འཇིག་རྟེན་གྱི་བྱ་བའི་ཁམས་མ་ནི་འཇོན་ཐང་ཆེན་པོ་ཙོག་ཞིག་མཐོང་ཁག་མ་གཏོགས་གནས་སྐབས་པ་ཙམ་གྱིས་ག་དུས་བདེ་བ་ཙམ་གྱིས་མ་མཐར་ཐུག་གི་སྡུག་བསྔལ་དང་བཅས་ཟིན་དོན་ལྟས་ངན་དང་འདར་གཅོད་བཅོ་བརྒྱད་ནས་འདས་པའི་ལུས་རྟེན་བཟང་པོ་ཐོབ་བྱ་དང་དཀའ་ལས་ཁག་པའི་གཟུགས་ངན་སོང་གསུམ་ལ་སྐྱེ་བྱ་ཟད་ས་བོན་དེ་གཟུགས་བླང་བྱ་དེ་གཟུགས་བྱེད་ཀྱི་ན་གཉན་པོ་ལས་ངན་པའི་གྱི་བྱ་བ་ཐམས་ཅད་སྤང་དགོས་ཤ་སྤོབས་པ་ནས་ང་དང། ཚང་མས་རྒན་འཁོར་ཡིན་ཙང་མགར་ཆེན་མོ་ཡིན་ཙང་བླ་མ་གོང་མ་ཡོངས་རྫོགས་པ་ཐམས་ཅད་བཀའ་སློབ་བཟང་པོ་གསར་པ་དང་རྒྱ་ཆེན་པོ་མང་པོ་ཞིག་གནང་སྟོད་ཀ་འདི་ཚང་མ་ཐུགས་ཀར་བོར་ཏེ་རང་གི་མི་ཚེ་ཤ་ཚ་དང་རང་གི་མི་ཚེ་བརྩེ་སེམས་ཀྱིས་བོར་ཏེ་དེ་ན་ང་དང་དངོས་གནས་བསྐོས་རང་ལས་བཟང་སྤོབས་བེད་སྲོལ་དང་བརྩོན་འགྲུས་བཅུ་དགུ་ཤ་ཟུར་མ་ནས་མགར་ཆེན་མོ་ཡིན་ཙང་ཟེར་ནས་རེ་བ་ཞུ་བྱ་ཟིན་ལས་ངན་པས་བྱ་ཚིག་ཐམས་ཅད་སྤང་དགོས་ཤ་ཟུར་མ་ནས་མགར་ཆེན་མོ་ཡིན་ཙང་ལས་འབྲས་ཟད་ནས་མ་ལས་བཟང་པོ་བཟང་ན་སེམས་པ་བཟང་ན་ས་དང་ལམ་ཡང་བཟང་སེམས་པ་ངན་ན་ས་དང་ལམ་ཡང་ངན་ཐམས་ཅད་སེམས་པ་དག་ལ་རག་ལས་པས་སེམས་སུ་ང་དང་སེམས་པས་ང་སེམས་པ་རག་ལས་སུ་དེ་ཚོ་བྱས་ན་སེམས་པ་བཟང་པོ་ཞིག་སྤྱོད་ན་ང་དང་མི་ཚང་མས་ཡ་རབས་ཅན་ཅིག་མི་ཚང་མས་མ་ནི་མི་ཡ་རབས་ཅན་ཅིག་མི་བརྒྱ་ལ་ཞིག་འདུག་ཟེར་ནས་ང་དང་མི་མིག་ལྟོ་བོར་བྱ་རྒྱུ་རྒྱུ་ཞིག་རྒྱུ་རྐྱེན་ཅིག་ལངས་ཆ་སེམས་པ་ངན་པ་ཞིག་སྤྱོད་ན་ཁོང་མི་སེམས་པ་ངན་པ་ཡིན་འདུག་བ་མ་ནི་མྱི་ངན་འགོད་དཀའ་མི་བརྒྱ་ལ་མེད་དཀའ་ཟེར་ནས་ཡ་ལས་འོ་ཚོད་ཚོད་མི་ཚང་མས་འཇིག་རྟེན་ན་མེས་པོ་ཐོབ་རྒྱུ་ཡོད་དཀའ།

སངས་རྒྱས་བསྟན་པ་དང་འཇལ། ཆོས་བཟང་པོ་ཞིག་བཅུར་ཏེ། གྲྭ་ཚང་གཙོ་འཇིངས་ཆུ་ཚོད་བཅུ་རོང་གནང་ཟིན་ནས་རེ་བ་ཞུ་བྱ་ཟིན། དེ་དུས་ལས་ངན་པའི་བྱ་བ་ཐམས་ཅད་སྤང་དགོས་ཤག་སོགས་སྨྲ་ནས་འགལ་ཆེན་མོའི་མཇུག་འབྲས་མ་འོངས་པ་ཡང་དེ་ནས་ངས་ད་འཆི་བ་མི་རྟག་པ་ལས་རྒྱུ་འབྲས་དོན་འདི་སྐོར་ཚང་མ་རྒྱས་པ་དེ་ཚོ་བཤད་ཐུབ་བྱས་ཚེ་དཔེ་ཚོར་དང་བརྩོན་འགྲུས་བསྐྱོན་དེ་ཚོ་གི་ན་མཉམ་པོ་དེ་རིང་གི་དེ་ན་ང་དང་ད་དུས་རབས་མདོར་བསྡུས་ཏེ། ཞུས་ཏེ་དེ་ཚོ་ཡིན་ན་གཉེན་པོ་དེ་ནི་ང་དང་གཅིག་གི་ལས་ངན་པ་ཞིག་བསགས་ན་དེ་ནི་ང་དང་དམྱལ་བ་ཡི་དྭགས་དྲོ་དྲོ་ལ་སྐྱེས་ན་དེ་ནི་སྡུག་བསྔལ་དཔག་ཏུ་མེད་པ་ཞིག་བྱུང་གི་ད་སང་ངས་ནི་ཁ་ནས་བཤད་ཙམ་ཞིག་ཤེས་བྱ་ཙམ་ཞིག་གི་ད་མང་པོའི་ཁོ་བོའི་ཤག་སྟངས་ཁོ་བོ་ཤེས་ནས་འདུག་ད་འགའ་ཞིག་ཡིན་ཚུལ་བསམ་མ་ཡོད་དོ་ཡིན་ན་ཡང་ང་དང་ཡུལ་གྲོགས་དང་དྲི་བཟོ་བ་ལྟ་བ་སེམས་ཅན་བསགས་པའི་སྡུག་བསྔལ་ག་ཚོད་འདུག་རང་དབང་མེད་པའི་མི་ཚང་མས་སྡུག་པོ་བཏང་སྟེ་སེམས་ཅན་ཚང་མ་འབུ་ཚང་མ་གསོན་པོ་གསོན་པོ་བསྣུབས་མ་བཙོ་སྟེ་ཙམ་གཅིག་སྡུག་བསྔལ་བྱུང་འདུག་རང་དབང་ཅང་མེད་དེ་ཚོ་དེ་ཚོ་བ་སྐྱེ་བ་ཞིག་གནས་ན་དེར་ང་དང་ཆོས་བཅོས་རྒྱུ་འཕགས་པོར་མ་གནས་ཚིག་ཅང་འབྲང་རྒྱུ་མེད་དེ་ཚོ་དེ་ཚོ་གཅིག་གོ་སྐབས་ཅིག་ཡང་མ་གནས་ཡལ་ཆགས། དེ་གཟུགས་གཅིག་ཡིན་ན་གཉེན་པོ་ལས་ངན་པའི་ས་བོན་ཟེར་གི་མོད་དེ་གཟུགས་གཅིག་ཡོང་དཀའ་དེ་གཟུགས་ཡིན་ན་གཉེན་པོ་ཡང་སྤྱི་ཚོགས་ན་འཇིག་རྟེན་ན་དེར་མིའང་མགོ་བསྐོར་རྫིང་མོ་བཏང་ཆ་སུན་བཏང་ཆ་མིའང་མགོ་བསྐོར་ཆ་དག་ས་ཙམ་གྱིས་མགོ་བསྐོར་དེ་དཔེ་ནས་བཟའ་རྒྱུ་ཐོབ་མིའི་མག་པ་ནར་མ་ཡིན་ནང་ཆོག་གི་ཅི་ཡིན་ན་ཅིའང་མགོ་བསྐོར་ག་ཅིག་མག་པའང་མགོ་བསྐོར་ག་ཅིག་ནར་མའང་མགོ་བསྐོར་ཙམ་གྱིས་མགོ་བསྐོར་ན་ཡང།

སྡེ་བའི་ས་བོན་གཙང་མ་དམར་དེ་ཚོ་གི་ནང་ནས་སྤང་བྱ་ཆུ་འགོ་ཤ་ཟོ་མ་ནི་གལ་ཆེན་པོ་ཡིན་ཚུལ་ལས་བཟང་པོ་གསར་བྱ་ཚེ་འབད་རྩོལ་དང་བརྩོན་འགྲུས་སྤྱོད་བྱ་ཚེ་རྒྱལ་བ་བསྒྲུབ་བྱ་གནས་སྦྱིན་པ་བཏང་བྱ་བྱམས་སྙིང་རྗེ་བྱང་ཆུབ་སེམས་བསྒོམ་བྱ་སེམས་པ་བཟང་པོ་སྤྱོད་ཚེ་སྒྲུབ་བྱ་མི་གནོད་པའི་རིགས་ཐམས་ཅད་སྤང་བྱ་ཧོ་དེ་གལ་ཆེན་པོ་ཡིན་ཚུལ་ཟེར་ནས་རེ་བ་ཞུ་བྱ་ཟིན་དེ་ནས་ལས་འབྲས་བསྐོར་བུ་མདོར་བསྡུས་འདི་གམ་ཅིག་ཡིན་དེ་ནས། དམངས་ཕུགས་ཞུ་དུས་ཆ་ཅང་མི་འདུག་དེ་ནས་མང་པོ་ད་ཡང་དེ་མང་པོའི་ལངས་ཤིག་ད་དེ་རིང་ནས་མ་དེ་ནས་ཡང་ཟླ་བ་གཅིག་གཉིས་ནས་བཤད་ཐུབ་ཆ་དེ་ག་ལེ་གགས་པོ་ཡོད་ཀ་དེ་ཟུག་གི་ན་གཉེན་པོ་ལྟེམ་གྱི་ཐོབ་ཆ་མེད་ར་དེ་ཟུག་བྱས་ན་གཉེན་པོ་འདིས་ཐུག་བ་དེང་གི་ཚང་མས་ངས་དགོངས་འདུག་ཅི་བཤད་མཁན་ཚང་མ་ཐུག་ག་བོར་ཏེ་ལག་ལེན་བསྟར་རོགས་གནང་ཟེར་ནས་རེ་བ་ཞུ་ཆ་ཟིན་དེ་ནས་འདིའི་ནང་དོན་ནི་ཡང་དེ་གཅིག་ངས། ད་ཡིན་ལོ་ཆུང་ཆུང་ཀུན་ཡོན་ཏན་ལ་བག་དང་བརྩོན་ཆེན་བྱོས་ནས་སྦྱོང་བརྡར་གནང་རོགས་བྱོས་ཟེར་ནས་ལགས་སྤ་ཉིས་ཀ་ཐར་མ་བརྒྱབ་སྟེ་རེ་བ་ཞུ་བྱ་ཟིན། ལོ་ཆུང་དུས་སྐབས་དེར་ང་དང་ཡོན་ཏན་བུ་བརྒྱ་ལ་ཞིག་བྱང་ན་མི་ཚེ་སྐྱིད་པོ་ཡོང་བྱ། སྐྱིད་པའི་ཉི་མ་ཤར་སར་དགའ་བའི་རྟེན་འབྲེལ་འགྲིག་བྱ་ཡི་རྒྱུ་རྐྱེན་ཅིག་ལང་བྱ། ཡོན་ཏན་བུ་བརྒྱ་ལ་ཞིག་མེད་ན་དེ་ནི་ང་དང་དངོས་གནས་རུས་པ་རང་མི་ཚེ་གཟེར་ག་འདུག་སྨྲ་ཤེས་སྟོན་དགོས་མིའི་མཚན་གྱི་ཚངས་སུ་ཡོད་ཟེར་ན་ཡང་གྲོས་འགྲོ་དང་ཙོག་ཅིག་ལངས་ཅིག་དེ་ཟུག་ཅིག་ན་ཉིན་མོ་དེང་སང་སྤྱི་ཚོགས་ཡར་རྒྱས་ཡར་རྒྱས།

དེ་གཟུགས་གཅིག་བསྒྲུབས་ན་རང་ཡུལ་ཡིན་ན་ཡར་སྐྱེད་ཡོང་བྱ་དང་སྤྱི་ཚོགས་ཡིན་ན་སྐྱིད་པའི་ཉི་མ་ཤར་བྱ་དགའ་བའི་རྟེན་འབྲེལ་བསྒྲིག་བྱ། རྒྱུ་རྐྱེན་བླང་བྱ་དེ་ཚོར་ཕྲག་དོག་ང་རྒྱལ་གྱི་བྱ་བ་ཐམས་ཅད་སྤངས་ནས་ཆ་ཚང་དང། ནང་པ་སངས་རྒྱས་པ་ཞིག་གིས་གང་ཟག་ཅིག་ཡིན་ན་རེ་དྲུག་གི་སེམས་ཅན་ཐམས་ཅད་ལ་བྱམས་པ་དང་བརྩེ་བའི་སྒོ་ནས་ལྟ་གང་ཅིག་ཡིན་ཟེར་ཏེ་ང་དང་སྐུ་རླུང་དེ་གཟུགས་གཅིག་ཁུར་གང་ཅིག་མི་གཅིག་གིས་འཛུགས་དེ་གཟུགས་གཅིག་ཁུར་གང་ནི་མི་གཅིག་ཡིན་ན་སྙམ་པ་ཆ་ཚང་རྡོག་སེལ་གཅིག་སྒྲིལ་མཐུན་སྒྲིལ་བཅོལ་ཏེ་ང་རྒྱལ་ཕྲག་དོག་མེད་པའི་བྱ་བ་ཞིག་བཅོལ་ཏེ་བསྒྲུབས་ན་དེ་ན་ང་དང་རང་ཡུལ་དུ་དེ་ནི་དབྱར་སྐྱར་ཡོངས་ཆགས་སུ་དང་གཅིག་བྱ་བ་ཕུན་སུམ་ཚོགས་པ་ལས་ཅི་ཞིག་གི་ནང་ཕུན་སུམ་ཚོགས་པའི་རྒྱུ་རྐྱེན་གྱིས་ཡོངས་གྲགས་དེ་ཚོ་གཅིག་གི་ནང་ཉིན་པར་ཆ་ཚང་ཡང་དེ་ནི་འོ་དོད་ཚོར་མཐུན་འབྲེལ་གཅོད་ཚུལ་ཞུགས་རོགས་གནང་ཚེ་རེ་བ་ཞུ་བྱ་ཟིན་དྲིན་ཆེན་ཕ་མ་དགེ་མགོན་ཕྱག་གཉིས་པའི་ཞབས་ཏོག་ཞུ་གོ་ཞབས་པད་མ་ནི་གལ་ཆེན་པོ་ཡིན་དེ་ཚོ་གི་གཅིག་གི་ནང་ཉིན་པར་དེ་ནི་ལས་འབྲས་སྐོར་བུ་རྡོ་རུ་དུ་དེ་ཁམས་ཅིག་ཡིན་ཡང་འདོད་པ་ཆེ་གཉིས་དེ་ནང་ང་དང་བཤད་ཐུབ་ཆགས་ག་ལེ་གང་སྤེལ་འཛུགས་དང་ཡང་སྤྲིམ་ཐུབ་ཆགས་མི་འདུག་དེ་བཞིན་དུ་དགོངས་པ་ས་ལ་རྫ་དེ་ཡང་གུར་མོ་གུར་མ་ངས་བཤད་རིན་བཤད་རིན་དང་སྡུག་གིན། ཚང་མར་ཕན་ཐོགས་པའི་རེ་བ་ཡོད་ལག་ལེན་ལྟར་ཚིག་རེ་རེ་ཐུགས་ཀར་བོར་ན་ཆོས་སྦྱིན་པར་འཇུག་ས་མ་རག་ཚང་མ་འཇུ་ལེ་བཀྲ་ཤིས་བདེ་ལེགས་སྐྱིད་པའི་ཉི་མ་ཤར་ཞིང་དགའ་བའི་སྤྲིན་བྲལ་དུས་ཚིགས་ཚང་མ་དེ་ནས་བྱ་བ་ལམ་འགྲོ་ཡོང་བར་སྨོན་ལམ་ཡོད་དེ་ནས་ཚང་མ་དེ་ནས་ད་ཅིག་ཚིག་རེ་རེ་ཕན་ཐོགས་པའི་ཆོས་སྦྱིན་པར་འཇུག་ས་མ་རེད་དེ་ཚང་མས་ཐུགས་ཀར་བོར་ཚེ་ནས་རེ་བ་འགྲུབ་བྱ་ཟིན་ལས་འབྲས་འཁོར་བའི་མདོར་བསྡུས་འདི་ཀའམ་ཅིག་ཡིན་དེ་ནས་ཚང་མ་འཇུ་ལེ་བཀྲ་ཤིས་བདེ་ལེགས།